ང་དང་ཚང་མ་ལོག་སའི་དུས་རྒྱུན་དུ་ནམ་ཡིན་ན་སྐྱབས་བཅོལ་རྩ་རེ་བ་བཅོལ་རྩ། ཡང་ན་རེ་ས་གཞན་མ་མཆིས་པ་བླ་ན་མེད་པའི་སྟོན་པ་ལ་དང་མི་རྣམས་ཀྱི་སྟོན་པ་སངས་རྒྱས་བཅོམ་ལྡན་འདས་དཔལ་རྒྱལ་བ་ཤཱཀྱ་ཐུབ་པས། མཛད་པ་མཐའ་མེད་པ་ཞིག་དང་གྲངས་མེད་པ་ཞིག་དང་མུ་མེད་པ་ཞིག་ཡོད་ཀྱང། དེ་མཛད་པ་ཚང་མ་དུས་བཟང་པ་ཡིན་ན་མཛད་པ་ཆེན་པོ་བཞི། དུས་ཆེན་ཆེན་པོ་བཞི་ནི་དུས་བཟང་ནོ། དང་པོ་ལ་ཆུ་སྦྲུལ་ལྟ་བུའི་དུས་ཆེན། གཉིས་པ་ལ་ས་ཁལ་ལྟ་བུའི་དུས་ཆེན། གསུམ་པ་ལ། དེ་ནས་དྲུག་པ་ཚེས་བཞི། བཞི་པ་ལ། དགུ་པ་ཉིན་གཉིས་ཟེར་ཡང་ན་གླ་བབ་དུས་ཆེན་པོ་བཞུགས་ནོག་པ། ཐོག་སོང་བ་ཟེར་ནས་དེ་རིང་གླ་བབ་དུས་ཆེན་པོ་སོང་བ་ཟེར་ནས་གླ་བབ་དུས་ཆེན་ནས་དེ་ནས་བསྐོར་བོ། ངོ་སྤྲོད། དུས་ཚོད་སྐར་མ་ཁ་ཤས་ནང་ལོག་ཉུང་ཉུང་བྱེད་རྒྱུ་བཅས་ཡིན། དང་པོ་ལ་དེ་ནི་སངས་རྒྱས་ཀྱི་མཛད་པ་མཐའ་མེད་པ་དང་གྲངས་མེད་པ་མུ་མེད་པའི་མཛད་པ་ཚང་མ་དེ་དེའི་ནང་ནས་མཛད་པ་ཁ་ཤས་ཀྱི་གཟུགས་ཀྱིས་མཛད་པས་ཡོད་ཀྱང་དེ་མཛད་པ་མ་བསྟན་པ་ཡིན་ན་སངས་རྒྱས་སུ་དེ་ནི་འཇིག་རྟེན་ལ་སྤྱོད་ན་འབྱུང་ཁུངས་མ་ཆོད་བྱ་ཞིང་མཛད་པས་ཡོད་ཀྱང། དེ་མཛད་པ་མ་བསྟན་པ་ཡིན་ན་དེ་ནི་མི་འགྲིག་བྱ་ཞིང་འཇིག་དང་དེ་མཛད་པ་མ་བསྟན་པ་ཡིན་ན་སངས་རྒྱས་མྱ་ངན་ཁོ་རང་དེ་ནི་བདག་མི་ཆོག་བྱ་ཞིང་མཛད་པས་ཡོད་ཀྱང།

ཏོ། གསུངས་པ་ཟེར་ནས་དེ་ནི་མི་མང་པོ་ཞིག་གིས་དེ་ནི་སངས་རྒྱས་བཅོམ་ལྡན་འདས་དེ་ནི་དགེ་སློང་མ། ད་སྒྲུབ་མ་བཅུགས་ཀྱ་དེ་ནི་དགེ་སློང་མ་སྒྲུབ་བྱས་ལ་ཉེས་པོ་མེད་ཀྱ་སངས་རྒྱས་སྲས་དེ་ནི་དགོངས་པ་མ་ནོག་ཟེར་གྱི་འདི་གཟུགས་ཅིག་མང་པོ་ཞིག་སངས་རྒྱས་ལ་དེ་ནི་ད་སྐྱོན་བཙུགས་ཀྱ་ན་ཡོད་དེ་ནོ། ཏོ། གསུངས་པ་ཟེར་ནས་དེ་ཚང་མ་མཐའ་གཅིག་ཏུ་བདེན་པ་མ་ནོག་ཅེས་ཞུས་པ་ཡིན་ན། འཁོར་རྣམ་བཞི་མ་ཚང་བ་ཡིན་ན་སངས་རྒྱས་སྲས་དེ་ནི། མཛད་པ་མཐར་ཁྱེད་ལམ་མཐར་མ་ཁྱེར་བ་ཞིག་བརྩིས་པ་ཟེར་ནས་སངས་རྒྱས་བཀའ་གཟུགས་ཤིག་ཡིན་པ་ཡིན་ན་འཁོར་རྣམ་བཞི་ཚང་བཅུག་བྱ་བཞིན་ནོ། འཁོར་རྣམ་བཞིའི་ཞི་བ་མཉམ་པོ། ཡང་མ་མཁྱེན་པ་ཡིན་ན་དེ་ནི་དགེ་སློང་དང་དགེ་སློང་མ་དགེ་བསྙེན་དང་དགེ་བསྙེན་མ་དབྱིན་ཇི་མི་ཇི་དེ་ནི་སངས་རྒྱས་སུ་བསྟན་པ་ཚང་མ་ལ་ཡོད་པ་ནོག་ཏོ་གསུངས་པ་ཟེར་ནི། སངས་རྒྱས་སུ་དེ་ནི་དགེ་སློང་མ་མི་སྒྲུབ་ཀྱག་ཏོ་སངས་རྒྱས་སུ་དགོངས་པ་མ་ནོག་ཟེར་སངས་རྒྱས་ལ་སྐྱོན་བཅུག་བྱ་སོ་ཁྱེར་རེ། བརྒྱ་ཆ་བརྒྱའི་ནང་ནས་བརྒྱ་ཐམ་པ་ནོར་ག་འབྱིན་ནོག། ད་དེ་རིང་ང་ནག་ལ་བབ་དུས་ཆེན་པོ་ཁྱེར་རེ་ཀ་ཟུག་ག་དེ་ནི་ཁག་ཆེན་པོ་ནོག་ཞི་བ་མཉམ་པོ། དེ་ནི་བདག་སང་ང་དང་བཞུགས་མཁན་སོགས་ལ་དེ་ནི་ལ་བབ་དུས་ཆེན་ནས་མཛད་པ་ཁྱེར་རེ་མ་བསྟན་པ་ཡིན་ན་མི་འགྲིག་བྱེད་སོགས་ཞིག་ཡིན་ནོག། ཅེས་བཞུགས་པ་ཡིན་ན་སངས་རྒྱས་མྱ་ངན་ལས་འདས་པ་ལ་ཡབ་ཡུམ་གཉིས་ལྡན་པ་ལ་བཀོད་དགོས་སོ་ནོ། ཡབ་ཡུམ་གཉིས་ལྡན་པ་ལ་བཀོད་དགོས་པའི་ཆ་ནི་ཡབ་པོ་ཁྱེད་རེ་ལྡན་པ་ལ་ང་ལ་བཀོད་ཚར་རེ་ནོ། ཡབ་ཧྲལ་སྦྱར་བའི་མདོ་སོང་བ་མཉམ་པོ་སངས་རྒྱས་སྲས་དེ་ནི་ལྡན་པ་ལ་བཀོད་ཚར་མཉམ་པོ་དོག་ལམ་ཐོབ་བཅུག་ཚར་རེ་ནོ། ད་ལྟོ་གསུངས་པ་ཚད་ནི་དེ་ནི་ཡུམ་པོ་ཁྱེད་རེ་དེ་ནི་ད།

དེ་ནས་རྒྱ་གར་སངས་དཀར་ས་ལ་ཇི་ལྟར་ནས་སངས་རྒྱས་དེ་ནི་ལ་ཡུལ་ལ་ཡུན་རིང་པོ་བཞུགས་པའི་སངས་རྒྱས་ཟེར་དེ་ནི་གཞིས་བཞུགས་དང་ལོ་མ་ཚང་མ་སངས་རྒྱས་བསྟན་བྱ་ཟེར་དེ་ནི་ང་དང་གདུང་བ། སངས་རྒྱས་ལས་དད་པ། དེ་གཟུགས་ཡོད་པས་ཟེར་ནས་མི་མང་པོ་ཞིག་འཛོམས་པ་མཛད་དེ་ནོ། ཇི་ལྟར་ནས་དེ་ནི་རྒྱ་གར་ཤར་ལྷོ་ནུབ་བྱང་ཚང་ནས་དེ་ནི་སངས་རྒྱས་ལ་ཡུལ་ནས་མི་ཡུལ་ལ་ཕེབས་འདུག་ཟེར་ཡས་དད་པ་དམ་ཚིག་བྱས་ཏེ་མཇལ་ལ་ཡོང་གནས།

ད་དྲིས་ལན་བསབ་པའི་དེ་ན་ནས་ད་རྡོག་རྡོག་ཅིག་ཉིན་མཚན་བཞུས་པ་ཡིན་ན་དྲིས་ལན་བསབ་པའི་ངོ་ཟེར་སྙམ་པོ་དྲིས་ལན་བསབ་དྲིས་ལན་བསབ་ཟེར་སྙམ་པོ། དེ་ནི་ད་སེམས་ཅན་ཨ་ལ་རང་གིས་མ་ཟེར་ན་ད་སེམས་ཅན་ཀུན་དེ་ནི་ཕ་རོལ་ཏུ་ཕྱིན་པ་དྲུག་ལ་གོ་ཐུབ་པ་ཡིན་ན་ནི་དྲིས་ལན་བདེན་པ་རང་བསབ་པའི་ནོ་ཟེར་དྲིས་ལན་བསབ་ཟེར་སྙམ་པོ་ཕ་རོལ་ཏུ་ཕྱིན་པ། དཀྲུགས་ཀ་བཀོད་པ་ཡིན་ན་དྲིས་ལན་ཟབ་ཟིན་ནོ། དེ་མ། བ་རུ་ལ་ཕྱིན་པ་དཀྲུགས་ལ་བཀོད་མ་ཚར་བར་དུ་དེ་ནི། ཕ་མ་ཀུན་ལ་ཅི་ཞིག་ཞབས་ཏོག་ཞུ་བ་ཡོད་ན་ཅི་ཞིག་དེ་ནི་ང་དང་ཕན་བཏགས་པ་ཡིན་ན། ད་རུང་དེ་ནི་དྲིས་ལན་ཟབ་མ་ཚར་ནོ། ཟེར་རེད་ད་ཧ་ལ། རྡོག་རྡོག་གཅོད་པ་ཡིན་ན་སངས་རྒྱས་ཀྱི་ས་བཀོད་ཐུབ་པ་ཡིན་ན་དྲིས་ལན་ཟབ་ཟིན་ནོ་མ་གཏོགས་དེ་ནི་སངས་རྒྱས་ཟེར་དེ་ནི་སེམས་ཅན་སུ་ཞིག་གིས་དེ་ནི་དྲིས་ལན་ཕ་མའི་དྲིས་ལན་པོ་དེ་ནི་མ་ཁོ་ར་ནོ་ཟེར་ནོ་ཧ་ལ།